སྔོན་མ་སྐྱབས་འགོག་རུ་མ་བཅས་ལ་འཚེ་མེད་ཞུ་བའི་རྒྱུ་མཚན་གྱིས་མ་རེད་ཟེར་ཏེ་ང་ཚོ་སྔོན་མ་གསལ་བཤད་བྱས་ཚར་རེད་བ་དང། དེར་བཟོ་ན་ད་ཁྱེད་ཡང་བཀྲ་ཤིས་རྒྱ་མཚོ་ཁོང་རང་གིས་ད་ཁྱེད་ག་ཚོད་སྡུག་སྐད་རྒྱག་མ་བྱས་ན་དེ་ལས་ནུས་པ་སྐྱེ་ཡོད་མ་རེད། ད་བཀྲ་ཤིས་རྒྱ་མཚོས་ག་རེ་བཤད་གི་འདུག་ང་ཚོ་དགེ་བའི་བཤེས་གཉེན་རྣམ་པ་གཉིས་ཀྱིས། སྔོན་མ་ཡིན་ན་ཡང་སྐྱབས་འགོག་རུ་མ་བཅས་ལ་འཚེ་མེད་ཞུ་མྱོང་མེད།

ཁས་ལེན་དམ་བཅའ་ཡོད་མ་རེད་དེ་ཁས་ལེན་དམ་བཅའ་བྱེད་དགོས་ཡ་ཡོད་མ་རེད་སྔ་རྗེས་འགྱོད་བཤགས་ཕྱི་མི་ལ་ཕྱི་མ་བེད་ན་མི་བྱེད་པ་ལ་དམ་བཅའ་བྱ་ཞེས་པ་འདི་སྔོན་མ་ནས་སྐྱབས་མགོན་རིན་པོ་ཆེ་ལ་འཚེ་མེད་ཞུས་མེད་ཟེར་གོང་དུ་ཁོང་རྣམ་པ་གཉིས་ཀྱི་དངོས་གནས་ཁོ་རང་ཀྱི་དཀོན་མཆོག་དཔང་དུ་བཙུགས་ཚར་བ། ད་བཀྲ་ཤིས་རྒྱ་མཚོ་ལགས་གཉིས་དེ་ཨོ་སི་ཀྲི་ལི་ཡའི་ཡོང་བའི་མི་ངན་དེ་གིས་ད་ཁོས་ག་རེ་ག་རེ་འདུག་ད་ང་ཚོ་དགེ་བའི་བཤེས་གཉེན་རྣམ་པ་གཉིས་ཀྱིས་ནག་པོ་བཟོ་བའི་ཐབས་ཤེས་དང་ད་དམིགས་བྱས་ད་ཁོས་གིས་ཁོ་རང་གིས་ད་ག་རེ་མ་གོ་ག་རེ་ཐབས་ཚུལ་ངན་པ་གཏིང་འདི་ན་མ་བསྟན་ན་ད་ང་ཚོ་བོད་རིགས་སྤུན་ཟླ་ཡོངས་སུ་རྫོགས་པའི།

བཀྲ་ཤིས་རྒྱ་མཚོ་ང་གཉིས་འགྲོ་བ་དེ་གའི་ད་ཐང་ད་ཡག་ཅིག་རྙོག་འཛིང་འདྲ་པོ་ཀི་ཡ་ཆེ་ནས་ཁོང་རྣམ་པ་གཉིས་ཀྱིས་གང་འདོད་བས་ན་ཅི། སྔོན་མ་སྐྱབས་མགོན་རིན་པོ་ཆེ་ལ་འཚེ་མེད་ཞུས་མེད་ཕྱིན་ཆད་སྲོག་ལ་ཐུག་ཀྱང་བས་ན་འཚེ་མེད་ཞུ་གི་མེད་ལ་ཡི་དེ་གཅིག་པོ་མ་ཡིན་པ་བྱས་ནས་འོག་ཏུ་བས་ན་སྔགས་རྗེས་ལ་འགྱོད་བཤགས་ཕྱིན་ཆད་ལ་མི་བྱེད་པ་ལ་ནི་དེ་ཚོ་ཁས་ལེན་དགོས་པ་རེད། དེ་ཁ་ཅིག་ནི་ཁས་ལེན་དགོས་རེད།

བོད་རྒྱལ་ལེན་པ་དགེ་མཚན་གྱི་དཔེར་ན་ཕྱག་ལེན་གནང་སྟངས་དེ་བདེན་པ་དང་དྲང་པོ་རྩ་བ་ཉིད་ནས་གོ་རང་མི་འདུག་ལ། བདེན་པ་དང་དྲང་པོ་ཡིན་པའི་དབང་དུ་བྱས་པ་ན་གནས་སྐྱོང་རྡོ་རྗེ་ལགས་ཉིད་དེ་གའི་གནས་ཆུང་གི་དཔེར་ན་ལུང་དེ་འཁྱོག་བཤད་ལོག་བཤད་བྱས་ནས་ཡིག་ཐོག་ལ་དཔར་བྱས་ནས་ང་ཚོ་སྤྱི་ཚོགས་ནང་ལ་ཧ་ལས་ཀྱི་དཔེར་ན་རྡབ་རྡབ་སིག་སིག་དཀྲུག་དཀྲུག་ཆེན་པོ་འགྲོ་ཡ་ཅིག་གིས་ཁོད་ཀྱི་རྐྱེན་བཟོས་ཡོད་རེད་དེ་མ་ཡིན་པར་སེར་འདྲ་དགའ་གསུམ་ནང་དུ་ང་ཚོ་དགེ་འདུན་འདུས་པ་རྒྱ་མཚོ་དེ་ཚོ་དཔེར་ན་སྤྱི་ཐུགས་འདུན་ཁྲིམས་གཙང་མི་ཡོང་བ་གིས་ཁུལ་གྱི་ལས་འགུལ་སྤེལ་རོགས། དེ་ལ་ད་ག་ཟག་དཔེར་ན་ཅིག་གསལ་དང་འདྲ་བོ་བཏང་བྱས་ནས། དེ་ཁྱོད་རང་གིས་དེ་འདྲས་བྱས་ཤག་མ་འོང་པ་དཔེར་ན་ཅི་འཇོན་མར་དེ་རྩ་བ་ཉིད་ནས་ཁོ་རང་འགྲིག་གི་ཡོད་མ་གདའ། དེ་ཧ་ལས་ཀྱི་ནག་ཉེས་པ་ཆེན་པོ་རེད། དེ་འདྲས་ད་ག་ཟག་དཔེར་ན་འཇིག་རྟེན་ཀུན་ནས་བྱ་ཡ་མ་རེད། དེ་སོང་ད་འུ་ཅིའི་ལས་ཀ་དགེ་མཚན་གྱིས་དཔེར་ན་ཅིག་ཕྱག་ལས་གནང་དང་ཞེས་ངས་དྲང་པོ་མི་འདུག་ལབ་དགོས་པའི་རྒྱུ་མཚན་དེ། སྤེན་པ་ཚེ་རིང་འདྲ་བོ་ཆ་བཞག་པ་ཡིན་ན།

དེ་མུ་ན་ཁོ་རང་རྗེས་སུ་བཅའ་ཁྲིམས་དཔེར་ན་ཆེས་དོན་ཚན་ཉི་ཤུ་རྩ་བཞི་གི་བོད་ནང་རོ་བ་སྡེ་ཚན་ལྔ་པ་གི་ནང་དུ་གསལ་བོ་བཤད་ཡོད་ལ། དེ་ནི་གསལ་བོ་དཔེ་ཡོད་རེད་དམ་དངོས་གནས་ཡོད་རེད། གཅིག་འོས་ཤོག་སླེབས་གྲོལ་བྱེད་པའི་སྐབས་སུ་འོས་ཤོག་གི་འོས་མི་དེ་ཚོ་ལ་པ་ཞི་མེད་བྱུང་འདུག་མ་ཉེས་ཁ་ཡོག་བྱེད་ཀྱང་ད་ལྟ་ང་ཚོ་སྒེར་བའི་བཤེས་གཉེན་རྣམ་པ་གཉིས་ལ་དཔེར་ན་གནས་མཆོག་གི་ལུང་བསྟན་རྫུན་མ་འདྲ་བོ་དེ་དཔེར་ན་མིག་གིས་ཕྱོགས་ཞེན་དང་ལོག་ཤེས་བཅས་ད་གནས་ཆུང་གི་ལུང་བསྟན་ཡིན་མིན་དེ་སུ་གཅིག་ག་ཨ་ཀོང་མར་བ་དེ་གསུངས་དང། གནས་ཆུང་གི་ལུང་བསྟན་པ་ཡིན་ན་གནས་ཆུང་རྡོ་རྗེ་གི་བེ་ན་རོ་བ་འགྲོ་བ་རིགས་དྲུག་གི་སྐད་ནི་ཤིང་གི་མར་བ། དེ་གསུངས་ན་སྐད་མི་ཆོད་དུས་ཁོད་ཀྱིས་གནས་ཆུང་གི་ཕྱི་མ་ཕྱི་ཆེན་བེ་ན་ལུང་བསྟན་པ་དེ་ཁོད་ཀྱི་ཡིག་ཐོག་ལ་ག་འདྲི་སི་པ་བ་རེད་རོ། ད་དེ་ཚོ་ཚང་མ་དམིགས་ཡུལ་ག་རེད་དེ་ཚོ་ཚང་མ་ཆགས་སི་ན་གོ་ཁྲ་དུ་རོ། ང་ཚོ་དགེ་བེ་ཤིང་གཉེན་རྣམ་པ་གཉིས་ལ་ད་ཡང་བསྐྱར་བེ་ན་སྤྱི་འཐུས་གི་འོས་ཤོག་རགས་ཡ་རགས་ས་རེད་བསམ་ཚང་ཁྲ་བོ་ཅིག་ག་ལ་དུས་ད་ལྟ་ང་ཚོས་སེམས་ཁྲལ་ག་ཚོད་ནང་ཞུགས་འདུག་ཉིད་ཀྱིས་ལོ། དགེ་བའི་བཤེས་གཉེན་དེ་ཚོ་ཚང་མས་མཁྱེན་དགོས་ཡ་རེད། ཁོང་རྣམ་པ་གྱིས་ཕྱག་ལས་གནང་ཕྱོགས། ལོ། ད་ལྟ་བོད་དུ་བས་ན་ཁོང་རྣམ་པ་གཉིས་གཅིག་སྡུད་བྱས་ནས་ང་ཚོ་ཆོལ་ཁ་གསུམ་ཆ་གིས་བས་ན་སྐུ་ཡི་སྐུ་ཚབ་དང་གསུང་གི་གསུང་ཚབ་བྱས་ནས་བས་ན་ཕྱག་ལས་གནང་བདེ་བའི་སྐབས་སོ། ཁོང་རྣམ་པ་གཉིས་དུ་ནོར་བ་དང་བཀྲུ་བ་རྩ་བ་ཉིད་ནས་བྱས་མེད་བ། སྤྱི་དང་ཁོ་ར་གཅིག། གྲོས་ཚོགས་ནང་ལ་བས་ན་སྤྱི་ཡ་ངས་ཁ་ཁྱོད་ནང་སོན་ནས་ཤེས་རྒྱུ་འབུར་རྒྱུ་ཡོང་གི་རེད། དེ་ཡིན་གྱི་མེད་ཀྱི་ཡོང་དགོས་ཀྱི་རེད་མ་གཏོགས།

དེར་སོང་ཙང། ད་དངོས་གནས་བྱས་པ་ཡིན་ན། དེའི་སྐབས་སུ་དངོས་གནས་ཁོ་རང་གིས་འོས་སྤྱི་གླིང་ག་འགན་འཛིན་དེ་བདེན་པ་དོན་ཅང་དྲང་པོ་དྲང་རྒྱག་ཅིག་ཡོད་པའི་དབང་དུ་བྱས་པ་ཡིན་ན། ངའི་འོས་སྤྱི་གླིང་ག་གི་འགན་འཛིན་དེ་བདེན་པ་ཡོད་པ་ཅང་དྲང་པོ་ཡིན་པ་ཅིག་དེའི་རྩ་བ་ཉིད་ནི་ཁོའི་འོས་སྤྱི་བྱིངས་མེད་དང་དངོས་གནས་འོས་སྤྱི་བྱིངས་མེད། དཔེར་ན་གཅིག། ལས་འགུལ་སྤེལ་སྟངས་ཁོ་རང་མགོ་ནས་མཇུག་བར་དུ་གཅིག་བྱས་ཡོང་རོགས། གཅིག། དེར་སོང་ཙང་རྩ་བ་ཉིད་ནི་ཁོ་རང་དྲང་པོ་མེད་བ། དེ་མ་གཏོགས་དངོས་གནས་བྱས་པ་ན། གནས་ཆུང་གི་བུ་ལུང་བསྟན་ཉིད་གནས་ཆུང་དཔེར་ན་ད་འདི་བྱས་ཡོད་རོགས།

ལྷ་རྒྱལ་རི་རྣམ་རྒྱལ་སྒྲོལ་དཀར་ལགས་གཉིས་དང་ང་ཚོ་དངོས་གནས་ཁོ་རང་གཅིག་ཆོལ་ཁ་སུམ་ཆ་ནང་གི་དངོས་གནས་ཁོ་རང་གཅིག་སྐུ་ཡི་སྐུ་ཚབ་དང་གསུང་གི་གསུང་ཚབ་ནང་ནས་གོ་ནས་གཅིག་རྩེ་ཕུད་ག་དུས་ཡིན་ནའང། ལོ་བ། ཆོ་གའི་གི་དཔེར་ན་ཕྱོགས་ཞེན་དང་གཉེན་རིང་ཆགས་སྡང་མེད་པའི་སྒོ་ནས་ལས་འགུལ་ག་རེ་སྤེལ་པ་ཡིན་ནའང་དངོས་གནས་ཁོ་རང་གཅིག། ད་ག་ཚོད་གྲོས་ཚོགས་ནང་ལོ་སྤེལ་ན་བཀའ་མོལ་གསུང་པ་གཅིག་པོ་མ་ཡིན་པ་ཕྱི་ལོགས་ལ་སྤེལ་ན་ང་རང་ཚོ་གི་ཅེས་བོད་ཀྱི་རྩ་དོན་སྒྲུབ་ཕྱོགས་ལྔ་ལ་ལས་འགུལ་སྤེལ་ནས་ཀྱིས་མཉམ་ཞུགས་བྱས་ནས་དེ་བཅས་པོ་ལ་ལ་རྒྱ་རི་རྣམ་རྒྱལ་སྒྲོལ་དཀར་ཡང་ལ་ཡོད་མ་རེད་ལབ་ན་ང་ཚོ་འགྲིག་གི་རྩ་བ་ཉིད་ནས་ཁོ་རང་ངས་སྐྱག་རྫུན་བཤད་ཡོད་མ་རེད་ངོ་ལ་གྲགས་པ་དང་རྩེ་ཕུད་ཅིག་ཆགས་ཡོད་རེད་དེ་ལ་ད་ག་མ་ག་ཞི་མེད་ཅུང་ཙམ་མ་ཉེས་ཁ་ཡོད་བྱས་པ་དེ་མོ་གཅིག་པོ་ལ་མ་རེད་སྲས་མོ་ཕྱོགས་གཅིག་པོ་ལ་ཞི་མེད་ཅུང་ཙམ་མ་ཉེས་ཁ་ཡོད་བྱེད་ཀྱི་ཡོད་མ་རེད་ང་ཚོ་དངོས་གནས་ཁོ་རང་ཆོལ་གསུམ་བོད་རིགས་སྤུན་ཟླ་ལ་དངོས་གནས་ཁོ་རང་ཞི་མེད་ཅུང་ཙམ་མ་ཉེས་ཁ་ཡོད་བྱེད་ཀྱི་རོགས།

སྔོན་མ་བྱས་མི་འདུག་ཟེར་ན་ད་ད་ལྟ་བས་ན་ཁྱོད་ཀྱིས་ནུ་ཁྲུས་ཆུང་ཆུང་བྱས་པས་ན་ནུ་ཁྲུས་ཆུང་ཆུང་ཅིག་བྱས་པས་ན་སྔོན་མ་ཁྱོད་ཀྱིས་ནག་ཉེས་པ་བཅུ་ནི་བྱས་མི་ཉུང། ད་ད་ལན་ཁྱོད་རང་འདི་བྱས་ན་བས་ན་ནག་ཉེས་པ་ཆེན་པོ་དེ་གས་མ་རེད་ལ་འགྲིག་ཡོད་དེ། དེ་ཧ་ལས་ཀྱི་ནག་ཉེས་པ་ཆེན་པོ་རེད། ཞེས་གསུངས་དང་དེ་ནས་སྤྱི་ཁ་ལ་འོས་ཆེན་ལས་ཀ་འགན་འཛིན་གྱི་ད་ནག་མ། སྤྱི་བཏང་འོས་ཤོག་གི་སྐབས་ཀྱི་བས་ན་སྒྲིག་ལམ་བྱོས་ར་སྒྲིག་གཞི་བྱོས་རོགས། དེ་ཁྱབ་བསྒྲགས་བྱས་ཡ་འབད་ཁོ་རང་ཕྱིར་དྲགས།

འགྲོ་བ། ཁྱོད་རང་གི་མི་ལ་ཁང་པ་སྤྲད་ཡོད། དེ་ངའི་དཔེ་ན་སྐྱིད། བཀའ་ཤག་གི་སྐབས་ཀྱི་དཔེ་ན། ང་རང་གི་དཔེ་ན་སྐྱིད་དཔོན་ཆུང་འུ་ཐུབ་ནས་འགྲོ་བ། ཡ་རྒྱས་བཏང་ཆོས་ལ་སྐྱིད་སྐར་མ་སྔ་ཕྱི་མེད་པ་དེ་ང་ཚོའི་ཏང་དང་ཨ་ཁོ་བོ་འགྲོ་བ། དཔོན་ཆུང་གི་གནས་སྟངས་དེ། སྔོན་མ་དཔེ་ན་སྐྱིད་སྲིད་ཚོ་བློ་བཟང་སེང་གེ་སྐབས་ཀྱི་དཔེ་ན་བཀའ་ཤག་གི་དཔེ་ན་དེའི་སྐབས་སུ་ཁོང་རྣམ་པའི་དཔེ་ན་སྐྱིད་བསྡུ་སྒྲུབ་ཅིག་པས་དཔོན་ཆུང་གི་དཔེ་ན་དངུལ་གང་ཡིན་པ་དེ། འགྲོ་བ།

ཁྱེད་རྒྱལ་ཁབ་ནས་སྐྱོབ་ཚོགས་རག་པ་དེ་ཁུལ་གྱི་མི་མང་ལ་མ་གསལ་ཁྲ་མ་བྱེད། ཁོ་རང་གིས་དཔེར་ན་དཀར་ཆག་རེད་དེའི་ནང་ལས་དཔེར་ན་སྤྱི་སྤྱི་མཐུན་གྲོས་ཚོགས་ནང་དཔེར་ན་ང་ཚོ་གི་སྤྱི་མཐུན་རྣམ་པ་དེ་ཚོ་ལ་མ་ད་གང་ཡང་དཔེར་ན་མ་འདི་མ་ཞུ་བ་བྱེད་ནས། ཁོས་གི་དཔེ་ཆ་དེ་ཚོ་ཉར་བསྡད་པ་རེད་དེ་མ་ཏོག་ཁོ་ལ་དཔེ་ཆ་ཅན་རྩ་བ་ཉིད་ནས་ཁོ་ར་མེད་བ། ད་དཔེ་ཆ་ཡོད་ན་རེད་མེད་ན་རེད་དཔེར་འཇོག་ཧ་ལས་གི་དཔེར་ན་ང་ཚོ་དཔེར་ན་བོད་མི་དེ་ཚོ་གི་དཔེར་འཇོག་ཡག་པོ་ཞིག་ཆགས་འདོད་ཡོད་པ་ཡིན་ན་ཡང། འོས་ཤོག་བློ་སླེབས་གྲོས་བྱེད་པའི་སྐབས་སུ་སོ་སོ་ལ་འོས་ཤོག་གི་ཁེ་ཕན་ལེན་གྱི་ཆེད་དུ། ཅེས། གཞིས་ཆགས་དེ་ཚོ་འགྲོ་བྱེད་ནི། དཔལ་འབྱོར་གྱི་ཐོག་ནས་རྒྱབ་སྐྱོར་བྱེད་ཀྱི་ཡོད་འདུག་ལ། དཔལ་འབྱོར་གྱི་ཐོག་ནས་ཞུ་བ་བྱེད་ཀྱི་འདུག་དེ་རྩ་བ་ཉིད་ནས་བྱེད་ཆོག་གི་མེད་པ་དེ། སྤེན་པ་ཚེ་ནི་ཁོ་གི་ཧ་གོ་གི་ཡོད་རེད་བ། ཁོས་ཧ་གོ་གི་མེད་ནས་མས་མདོག་མདོག་བྱས་ནས། དངོས་ནས་བྱས་ནས་དམིགས་སུ་བཀར་བྱས་ནས་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་དངོས་གནས་སྐོར་རེད་ཅེས། བཅའ་ཁྲིམས་དང་ཁོས་གི་གཏོར་བཤིག་གཏོང་འདི་རེད་བ་གཏོར་བཤིག་བཏང་བ་རེད་བ། དེ་ཚོ་ནི་ཁོ་ལ་ཉེས་པ་བཏང་དགོས་གི་རེད་བ། ད་ག་མ་ག་སེ་ད་དྲི་ནི་འདྲི་གི་མ་རེད།

དེ་འདྲ་ལ་དཔེར་ན་གཞི་མེད་བཙོན་དུ་མ་ཉེས་ཁ་ཡོག་བྱས་ནས། སྤྱི་ཡི་ཁོངས་རྣམས་པ་དཔེར་ན་ཡང་བསྐྱར་དཔེར་ན་སྤྱི་འཐུས་ལ་ཕེབས་ས་རེད་བསམ་ཚགས་འདྲ་བོ་བྱས་ནས་ལང་ཀ་དེ་ལ་དཔེར་ན་འགོག་རྐྱེན་བྱས་པ་དང་བར་ཆད་བྱས་པ་སྟེ། ཆོལ་གསུམ་བོད་རིགས་སྤུན་ཟླ་ལ་བར་ཆད་བྱས་པ་རེད། བོད་ཀྱི་རྩ་དོན་སྒྲུབ་ཉིན་དངོས་གནས་ཁོ་རང་སྤྱི། བོད་མི་རིགས་ཐུགས་སུ་བཅངས་ནས་དཔེར་ན་ཕྱག་ལས་གནང་མཁན་དེ་ཚོ་ལ་མ་དགའ་བ་དང་གཅིག་དེ་ཚོ་ལས་གཞི་མེད་ཆུང་ཚོ་བྱེད་ཉིན་དེ་གར་བསྡད་དགོས་ལ།

ཕེབས་ཚུལ་དངོས་གནས་དཀོན་ལ་སྤྱང་ཉེས་མང་རྒྱུ་ནམ་རྒྱུན་དུ་མ་འདྲ་བ། དེ་བཟང་ད་དེའི་ཁ་རི་བསྟན་དགོས་རེད། ད་ལོ་དམིགས་བསལ་གྱི་ཁོང་རྣམ་པ་གཉིས་ལ་བཀྲ་ཤིས་རྒྱལ་མཚོ་ཁོ་རང་ཞར་དུ་མེད་ན་ཡག་པོ་བལྟ་དགོས་རེད་ཧོ་ལ་ཧ་གོ་ར། རྒྱལ་མཚོ་ཁོ་རང་གཅིག་པོ། ང་ཚོ་དར་ནག་གི་བེད་ན་ཅི་ཡི་ཁས་ལེན་གི་མེད། དར་ནག་གི་ཁོང་རྣམ་པ་གཉིས་ནག་པོ་བཟོ་ལ་ན་ནག་པོ་བཟོ་འགྲིག་གི་ཡོད་མ་རེད་ད། དེ་ཚོ་ལ་མང་གཙོ་བལྟ་དགོས་རེད། ཁ་ཚིག་ང་རང་ཚོ་བེད་ན། འབྲས་སྤུངས་ཀྱི་བེད་ན་ཅི་ཡི་བེད་ན་མ་ལྷོ་ཕྱོགས་ལ་ཕེབས་པའི་སྐབས་སུ་ཁོང་རྣམ་པ་གཉིས་ལ་མཇལ་དར་དཀར་པོ་བསྐོན་བྱས་ནས་རྒྱབ་སྐྱོར་ག་ཚོད་བྱེད་ར་སོང་དུང་སེ་མཉམ་སྤྱོད་བྱེད་མཁན་ག་ཚོད་འདུག་ཁོང་རྣམ་པ་གཉིས་ནས་ཞི་མོལ་བྱེད་དུ་མ་ཉེ་ཁ་ཡོད་བྱས་པ་དེ་ལ་ངོས་ལེན་མེད། ཨོ། ངོས་ལེན་མེད། དེ་མ་ཡིན་པ་ང་རང་ཚོ་གི་བོད་ནང་དགེ་བའི་བཤེས་གཉེན་ཁ་ཆེ་གི་དཔང་རྟགས་ཁེལ་ཞོག་སུ་ཁྱོད་ཚོ་ག་དུས་འདི་བྱས་སོང་སུ། ཆོག་མཆན་གི་བོད་ནང་བཅས་གསུང་བཤད་ག་དུས་གནང་སོང་སུ། སྐྱག་ཧོར་རིན་པོ་ཆེ་ལ་མཚན་སྨད་ག་དུས་ཞུས་སོང་ལབ་དུས། དེ་ནས་ད་ད་ལྟ་བོད་ནང་གཅིག་འབྲི་གུང་ལགས་གཅིག་གི་བོད་ནང་མཁན་པོ་དང་མཁན་ཟུར་དང། ཁྲི་ཟུར་དེ་ཚོ་ལན་རྒྱག་ཡ་ཁྱོན་ནས་མེད་ར་ཁ་པ་ཐང་པའི་གོ་ཚོགས་ཁ་པ་ཁོ་ར་རྒྱག་གི་མི་འདུག་ལགས་མ་རེད།

སྤྱི་འཐུས་དཔལ་ལྡན་གྲོས་ཚོགས་འདིའི་ནང་ལ་ཁོང་ཚོ་གིས་བསྡད་ན་ང་ཚོ་དགེ་བའི་བཤེས་གཉེན་རྣམ་པ་གཉིས་ཀྱིས་ཨེ་ནས་ཀྱང་གོ་རུ་མི་ཆེ་ལས་སེམས་པའི་ཤུལ་སོང་སོང། ཡང་ན་བིའུ་ཏུ་རི་ཀོར་ཏིང་བྱེད་ཆོག། ཡང་ན་ཁོང་རྣམ་པ་གཉིས་ཀྱིས་དཔལ། ཅེས། གྲོས་ཚོགས་གང་གི་ནང་དུ་འདི་བཤད་སོང། ཚིག་ག་རེ་བེད་སྤྱོད་བཏང་བཞག། དེ་ཚོ་གང་ཡང་བཤད་ཡོད་མ་རང། དེ་ཚོ་ད། དེ་ཚོ་འོས་ཆེན་ལས་ཀའི་འགན་འཛིན་འདྲ་བོ་ཆགས་ཆགས་པ་ཡིན་ན་དངོས་གནས་ཁོ་རང་གཅིག། བདེན་པ་དོན་གྱི་དྲང་པོ་དྲང་བདེན་བྱེད་དགོས་དེ་དངོས་གནས་གལ་ཆེན་པོ་རེད་མ་གཏོགས། བདེན་པ་མ་བྱས་དྲང་པོ་མ་བྱས་ན་རྩ་བ་ཉིད་ནས་ཁོ་རང་དེ་འགྲིག་གི་ཡོད་མ་རེད་ད་དངོས་གནས་འགྲིག་གི་ཡོད་མ་རེད། བདེན་པ་དེ་ལས་འདྲ་བོ་ཆགས་ཆགས་པ་འདུག་ཁོ་ལ་ད་ག་ཟེར་བས་ན་ཅི། ལས་ཀ་རེད་བདག་གཅིག་པུ་སྤྲད་ཅེས་ན་བྱ་ཡས་ཁོ་རང་མ་རེད། ང་ཚོར་ཅི་ཡོད་ད་ག་ཟེར་བས་ན་ཅི་ཡོད་ག་ལོ། མི་དམངས་དཀྱུས་མ་འདྲ་བོ་བྱས་ན་ད་ང་ཚོ་དངོས་གནས་ཁོ་རང་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་བས་ན་བཅའ་ཁྲིམས་དེ་ཚོ་ཧ་གོ་གི་ཡོད་མ་རེད་དེ་སོང་ན་ཅི་ནོར་བ་དེ་འཁྲུལ་བ་བྱེད་སྲིད་པ་རེད་བ། བདེན་པ་དེ་ལས་འདྲ་བོ་ཆགས་ཆགས་པ་འདུག་ལོ་སུམ་ཅུ་སོ་གྲངས་རྗེས་ད་བས་ན་བོད་མིའི་སྒྲིག་འཛུགས་ནང་ལ། ཁོས་ཀྱི་ད་ཅི་ཡོད་ལས་འགུལ་སྤེལ་བྱས་ནས་ལས་ཀ་བྱས་ནས་བསྡད་ཀྱི་ཡོད།

དེ་ནས་ང་རང་ཚོ་སྔོན་ལས་ཁོ་རང་དཔལ་འབྱོར་གྱི་གནས་སྟངས་ཡག་པོ་ཞིག་བལྟ་དང། དེ་ཁོ་ཚོ་ས་ཡ་ག་ཚད་འདུག་ཨ་རི་ནས་ས་ཡ་ག་ཚད་རག་གི་འདུག་ཁེ་ན་ཏྲེ་ནས་ག་ཚད་རག་གི་འདུག་དེ་མ་ཡིན་པའི་ཕྱིའི་རྒྱ་གར་བས་ན་རོགས་སྐྱོར་ཚོགས་པ་དེ་ཚོ་ག་ཚད་རག་གི་འདུག་ད་སྤེན་པ་ཚེ་རིང་ཁོ་རང་ད་ཚོད་བས་ན་ག་ཚད་ཅིག་རག་བཞག་ས་ཡ་དྲུག་ཅིག་རག་ཡང་ད་ཁོ་ད་ས་ཡ་དྲུག་དེ་གའི་ཁོ་ལོ་ལྔ་འདང་གི་རེད་བས། དེ་མ་གཏོགས་ཁོ་ལ་གི་ཡོང་མ་རེད་ད།

ད་ཁྱོད་རང་གི་ད་ལྟ་ག་ཚད་འདུག། བུད་མེད་དྲུག་ཚོགས་ཀྱི་མར་ཚ་དེ་བེ་ཤ་དོ་ཕ་ཞག་བྱས་ནས་ད་ཁྱོད་རང་གི་ག་ཚད་འདུག་སྒྲུབ་བྱེད་ཤག། ཁྱོད་ལ་ག་ཚད་རག་ཤག། དེ་སོང་དེ་ཚོ་ཚང་མ་ད་ག་ས་ག་ལ་འོ་ད། མགོ་སྐོར་བཏང་ནས་འགྲོ་དེ་འོ་རོ་ཨ། དེ་སོང་དེ་མགོ་སྐོར་བཏང་ནས་འགྲོ་ཆོག་གི་མེད་པ་དེ་ཁོས་ཧ་གོ་འོ་རོ་ད། བེ་མ་ཚེ་ན་ཁོ་རང་ཧ་གོ་གི་ཡོད་རེད། བོད་ཤོག་སླེབས་གྲོ་བྱེད་པའི་སྐབས་སོ། ཅེས། ལོ་ལྔ་དེ་སྟོང་པ་སྟོང་ཆར་འགྲོ་བ་དེ་ཧ་མ་གོ་བྱས་ནས་བོད་ལྗོངས་སློབ་གྲྭས་བྱས་པའི་སྐོར་དུ་ཡང་བསྐྱར་དཔེར་ན་སྟོང་པ་སྒྲོལ་ཡང་གིས་དཔེར་ན་ཁོ་རང་གིས་ཇུ་ངན་སྟེང་བྲིས་ལོག་ཤོག་དུ་བར་འགྲོ་བྱས་ནས་ཁང་པ་སྤྲད་ཡ་དང་གཅིག་བྱེད་ཀྱི་གཉིས་བྱིངས་ལ་བསྒྱུར་ལ། དེ་མ་ནི་ཁོ་རང་བོད་མིའི་སྒྲིག་འཛུགས་ཀྱི་བཅའ་ཁྲིམས་དང་འགལ་བ་ཡིན་པ་དེ་སྤེན་པ་ཚེ་རིང་ཁོ་རང་གིས་ཧ་གོ་བཞིན་དུ་ཁོས་ཀྱི་ལས་འགུལ་དེ་སྤེལ་བའི་སྐོར་སོགས་ལོ། ང་རང་སྔོན་ཚོད་ཁོ་ལ་བྱས་ན་གཅིག་དང་གཅིག། བོད་སྤྱི་ལས་ཁང་གི་འགན་འཛིན་དེ་བདེན་པ་དང་ཆ་དྲང་པོ་དྲང་རྒྱ་ཅིག་ཡོད་པ་ན་སྤེན་པ་ཚེ་རིང་ག་ཚོད་ཁོ་རང་བྱས་པ་བཀྲལ་དགོས་རོགས།

ཨ། རྒྱ་མི་ལ་དགྲ་བོ་འདུ་ཤེས་མེད། རེད་བ། དེ་སོང་ལ་ད་ཁོ་རང་དང་པོ་སླེབས་པའི་སྐབས་སོང་ནས་དེ་ད་དེ་ཡང་བསྐྱར་ཡང་བསྐྱར་ང་ཚོ་མ་ཎི་དྲངས་པ་དེ་ཅི་བ་ཅི་བྱུང་ད་བཤད་མ་ཤེས་ཡོད་མ་རེད་མ་གཏོགས། བོད་དེ་དཔེར་ན་རྒྱ་ནག་གི་ཆགས་ཤེས་ཆགས་ཡོད་པ། སྐྱབས་མགོན་རིན་པོ་ཆེ་ཡང་དཔེར་ན་ཡང་སྲིད་དེ་ཚོ་ཚང་མ་རྒྱ་ནག་ལ་ངོས་འཛིན་བྱེད། དེ་ཚོ་ཚང་མ་དངོས་གནས་བྱེད་པ་ཡིན་ན། རེད་བ། ང་རང་ཚོ་གོ་ད་ཅིག་ཁྲིམས་དང་སྒྲིག་གཞི་གང་ཡང་མེད་སྐྱོར་རེད་མ་གཏོགས། སྔོན་མ་ནས་དངོས་གནས་བྱས་ན་སྤེན་པ་ཚེ་རིང་ཁོ་རང་ཁྲི་ནས་མར་དཔའ་བྱས་རེད་ད།

གཅིག་བསྡུས་པས་ན་གཅིག་དཔུང་གཡག་གི་ནུས་པ་ཡོད་པའི་རྒྱུ་མཚན་གྱིས་ཁོ་ལ་དགའ་དགོས་ཡ་ན་ཁོ་ལ་ཡོད་མ་རེད། དེ་ཚོ་ད་ག་ས་ཞེན་གོ་བྱེད་ནས་རེད་བ། ད་ག་ས། ད་དེ་མང་བྱས་ཇི་སྙེད་དེ་ཚོ་ག་ལ་འདུག། མང་བྱས་ཇི་སྙེད་དེ་ཚོ་ད་ཕྱི་རྒྱལ་ལ་འདུག་བ། ག་ལ་འདུག་ཕྱི་རྒྱལ་ལས་བདེ་ཉེས་ཀྱིས་དར་ནག་དེ་ཚོ་དཔལ་འབྱོར་ཐོག་ནས་ད་ཕྱི་རྒྱལ་ག་ལ་བདེ་བདེ་བའི་ག་ཚོད་འགྲིག་བསྡད་ཡོད་རེད་བ། དེ་ཚོ་ད་བོད་མི་སྒྲིག་འཛུགས་དེ་སྟོང་པ་ཆགས་ན་ཁོ་ཚོ་ལ་སྐལ་ཡོད་མ་རེད། ཆགས་ཚེ་བསམ་ན་སྐལ་ཡོད་མ་རེད།

དངོས་གནས་ཁོ་ར་ད་ཆགས་ལས་དེ་འདྲས་ད་གནང་བ་ཡིན་ལ་ད་དེ་དངོས་གནས་ཞབས་འདྲས་རེད་བ་སེམས་པ་སྐྱོ་དགོས་ཡ་རེད་བ་ད། ལོ་སྟོང་ཕྲག་གཅིག་གི་བེད་ན་ཚིག་གཉིས་ཐོག་ལ་བེད་ན་ཀྱི་ཐོས་བསམ་དགོངས་ཚོགས་བེད་ན་མཛད་མཁན་གི་ད་རོ་བ་དགེ་བའི་བཤེས་གཉེན་དེ་ཚོ་གི་ད་ཉན་རིང་གི་བེད་ན་དེ་འདྲས་ལས་འགུལ་སྤེལ་ཀྱི་ན་མི་དཀར་བོ་ལ་ཤ་ནག་པོ་ཡོད་ཡ། ཀྱི་དགེ་བའི་བཤེས་གཉེན་རྣམ་གཉིས་ལ་ད་ག་ས་བེད་ན་ནག་པོ་བཟོ་ཡ་གི་བེད་ན་ཐབས་ཇུས་བསྟན། དེ་ལ་བེད་ན་ཀྱི་གནས་སྐྱོང་གི་བེད་ན་ལུང་ཡིན་པ་དེ་ལ་ཚད་མ་གང་ཡང་མེད་ཀྱོ་རོ་བ་ད་ག་ས་དེ་ལ།

ཐེག་པ་ཆེན་པོའི་དོན་ལ་མཁས་པ་ལ་དང་སེམས་ཅན་ཞིག་ལ་སྔོན་ནས་བྱམས་དང་སྙིང་རྗེས་མགོ་བོར་དང། ཐེག་པ་ཆེན་པོའི་ཚིག་ཉེར་མཁོ་རང་དེ་རེད། སེམས་ཅན་པ་ནི་གཞན་དོན་ཕྱིར་ཡང་དག་རྫོགས་པའི་བྱང་ཆུབ་ཏུ་སླར་བ། སེམས་ཅན་ཐམས་ཅད་ཀྱི་དོན་དུ་ང་རང་དཔེར་ན་སངས་རྒྱས་དགོས་ཏེ་ང་རང་གི་ཆེད་དུ་མ་ཡིན་པ། ང་སངས་རྒྱས་དགོས་པའི་རྒྱུ་མཚན་ག་ལ་དུ་སེམས་ཅན་གཞན་དག་རུ་བ། འཁོར་བ་ལས་ཐར་བར་བྱ་བའི་ཕྱིར་དུ། དེའི་རྒྱུ་མཚན་གྱིས་ང་སངས་རྒྱས་དགོས་ཏེ་ཐེག་པ་ཆེན་པོ་དགོས་པས་ན་ཐེག་ཆེན་གྱི་དོན་རེད།

དེ་སྟེང་གི་སྐྱེ་བོ་དངོས་གནས་ཁོ་རང་མི་སྐྱ་ཕོ་མོ་མང་པོ་གཅིག་གི་བེད་ན་མཇལ་དར་ཕུལ། སྐད་ནག་སྒྲ་ལས་ཕེབས་པའི་སྐོར་སོགས་གཅིག་དང་མ་འདྲ་བའི་དངོས་གནས་ཁོ་རང་ཕེབས་ཚུལ་ཞུས། ཁོང་རྣམ་པ་ལ་མཇལ་དར་བསྐུར་ཡང་དེ་གས་ང་ཚོ་ཚང་མ། བློ་བདེ་ཚར་དང་ཁོང་རྣམ་པ་གཉིས་དཀར་བོ་དཀར་ལྗང། ཁོང་རྣམ་པ་གཉིས་ཀྱིས་སྐྱབས་མགོན་རིན་པོ་ཆེ་ལ་ཚིམ་པས་ཞུ་མྱོང་མེད། ཕྱིན་ཆད་སྲོག་ལ་ཐུག་ཀྱང་སྐྱབས་མགོན་རིན་པོ་ཆེ་ལ་ཚིམ་པས་ཞུ་མེད་ལབ་ཉེས་ཏེ་ང་ཚོ་ཁོང་རྣམ་པ་གཉིས་ལ་བརྒྱ་ཆ་བརྒྱ་ནས་བརྒྱ་ཡིས་བརྗེས་ཡོད། དེ་སོང་ཙང། ད་དེའི་མ་ཡིན་པའི་ད་ག་ས་ཤི་མེད་བཅུ་མཛུག་མ་ཉི་ཁ་གཡོག། ཁོང་རྣམ་པ་གཉིས་ནག་པོ་བཟོ་ཡས་ཀྱི་ཁྱོད་རང་ཚོ་ཇུ་ངའི་ག་ཚད་མོ་ཁོའི་ག་ཚད་ཏིང་པ་ཡིན་ནོ་ར་བ་ཁོང་རྣམ་པ་གཉིས་ནག་པོ་རྩ་བ་ཉིད་ལ་ཁོ་ཚོ་བཟོ་ཐུག་མར་ད། ད་ད་དུང་པ་ར་པུ་རིང་མང་པོ་ཞིག་བཤད་འདོད་པས་ན་ཁྱོད་རང་ཚོ་དཔང་རྟགས་རག་སྤྲོད་དེ་སྐྱེས་པ་ཁི་ཤོ་ད།

སེང་སྒྲ་དགའ་གསུམ་དང་ལོ་དབོན་གནས་སྐོར་རབ། དགེ་འདུན་འདུས་པ་རྒྱ་མཚོའི་དཔལ་དང་ཐུགས་འདུན་ཁྲིམས་ཐག་མི་ཡོང་བ། དགེ་འདུན་ཕན་ཚུན་བེད་ན་དབྱིན་ཡིག་ཅན་གྱི་ལས་འགུལ་སྤེལ་བའི་རྒྱུ་མཚན་གྱིས། ཨེ་འདྲའི་ཉེན་བརྡ་བཏང་བ་རོ། ཨོ་ན་ཅན་དང་ཉེན་བརྡ་བཏང་བ་ཙམ་གྱིས་ཞར་འགྲིག་གི་ཡོད་མ་རེད་དེ་སོགས། འོད་ཆེན་ལིང་ག་འགན་འཛིན་ལགས་ཉིད་དེ། དབོན་གནས་སྐོར་རབ་གཅིག། ཁྲིམས་ཀྱི་ཐོག་ལ་དབོན་གནས་ཡག་པོ་གྱི་གོ་རྟོགས་དང་ཤེས་རྟོགས་ཡོད་པ་ན། དེ་སོགས་ནག་ཉེས་པ་ཆེན་པོ་རེད་ད། སྤྱི་ཚོགས་ནང་ལ་དཔེར་ན་ཅིག། དཀྲུགས་ཤིང་རྒྱག་ཡ་དང། སྤྱི་ཚོགས་ལ་དཔེར་ན་ཅིག། བདེ་འཇགས། མ་ཡོང་ཆེད་དུ་དཔེར་ན་ཅིག། འདི་བྱས་བྱོས་ལས་འགུལ་སྤེལ་ཉེས་བྱོས་བ། དེ་ཚོ་ཧ་ལས་ནག་ཉེས་པོ་ཆེན་པོ་རེད། དེ་ཚོར་ད་ག་མ་ཉེན་བརྡ་བཏང་ནས་བཞག་ཡ་ཡོད་མ་རེད། ཤེས་པ་བསྐྱེད་དགོས་ངོ་མ་དེ་ཚོར་བསྐྱེད་དགོས་པ་རེད། བཀྲ་ཤིས་སྟོབས་རྒྱལ་ལགས་གཉིས་དེ་ཁོག་ལ་ཅིག། ཅིག་ག་ལོ་ནག་གི་དཔེར་ན་ཅིག། འོས་ཤོག་གི་དཔེར་ན་ཅིག། ཆེད་ཚོར་བྱས། ད་ཁོ་རང་གི་ཐོབ་ཐང་ཆ་ཚང་འཕྲོག་པ་ལ་དང། ཁོ་ལ་མི་ཚེ་དེ་འཕྲོག་དགོས་ཡས་སྐལ་ཡོད་མ་རེད་ད། ཁོས་སྐད་ཆ་ཤོད་རྒྱུ་དེ་ན་ལས།

བོད་མི་སྒྲིག་འཛུགས་གཞུང་ལ་ཉེ་དུ་ག་རེ་བཟོ་དང། ལྷ་དང་སྲུང་མའི་རིང་ལུགས། དེ་སྔོན་མ་སྐུ་དྲག་རིང་ལུགས་ཀྱི་བེ་ན་ཡ་ཡོད་ཀྱང། དེའི་བེ་ཆ་དོན་ན་ང་ཚོ་བདེན་པ་དོན་ཀྱང་དྲང་པོ་དྲང་བདེན་བྱས་ནས། བཀྲ་ཤིས་སྟོབས་རྒྱལ་ལ་ག་ཚོད་ཀྱིས་རོགས་པ་བྱས་ན་མ་བྱས་ན་ཁོ་ལ་མི་སེར་གྱི་བེ་ན་ནུས་པ་ཐོན་ཡས་ཁེལ་ཡོད་མ་རེད། ཡིན་ན་ཡང་ང་ཚང་ཚུགས་ཀྱི་བེ་ན་སོ་སོ་གིས། ཅེས་བསམ་ཚུལ་ཞིག་བཤད་པ་ཡིན་ན། བཀྲ་ཤིས་སྟོབས་རྒྱལ་ལ་དངོས་གནས་ཁོ་རང་ཁོ་ལ་ཅིག། འོས་ཤོག་གི་བེ་ན་ཏོག་ཏོག་ལོག་ང་བེ་ན་འོས་ཤོག་བླུག་མ་ཤོག་ཅེས་དང།

དེ་ནས་དབུས་སྤྱི་ལྷན་ཁང་འགན་འཛིན་དེ་སྔོན་ནས་འགན་འཛིན་ཚེ་བརྟན་གྱི་ཕྱག་དབུ་ཡོད་མ་གཏོགས། དེའང་མ་ཡིན་པར་ཀྱི་ཉེས་པ་དང་མ་ཁོང་ཚོ་རེ་ཞུ་བུ་ཅིག་བཏང་ཕྱིན་ནས། བཀྲ་ཤིས་སྟོབས་རྒྱལ་གཉོམ་ཆུང་དེ་ལ་ཁོང་ཉིད་སྙིང་རྗེ། ཁོ་ལ་རྒྱབ་སྐྱོར་བྱེད་ཀྱི་མི་འདུག་རོགས་པ་མི་འདུག་བསམ་ཚགས་འདྲ་བོ་བྱས་ནས། ཁོ་ལ་ལོ་ལྔ་གི་དེ་ནས། འོས་ཤོག་དང་འབྲེལ་བའི་བོད་ནས་ལས་འགུལ་ནང་ལ་མཉམ་ཞུགས་བྱས་མོད་ཆོག་ཡ། དེ་ནས་ཁྱོད་དེ་ཚོ་ཅིག་ག་ལ་བ་ད། མི་གཉོམ་ཆུང་ལ་བོད་ནས་ཐུབ་ཚོད་བཏང་རྒྱོག་རོགས་བ། ཉེས་པ་བཏང་ས་ངོ་མ་གནས་ཆུང་དོ་ཅན་ལ་ཉེས་པ་བཏང་དགོས་རེད། ཁོང་གི་ལས་འགུལ་སྤེལ་སྟངས་ཐོག་སུ་ཉེན་ཁ་ཆེན་པོ་རེད་བ། དེའི་སྐོར་དུ་སྤྱི་ཚོགས་ནང་ལ་ཏག་ཏག་སིད་སིད་དཀྲུག་དཀྲུག་ཆེན་པོ་སྒྲོག་བྱས་ནས། མི་མེད་རང་མེད་བཟོ་མི་སྲིད་པའི་ཁལ་མར་དང། དེའི་སྐོར་དུ་རྙོག་དྲ་དེ། འཇམ་སིང་སིང་འདྲ་བོ་ཅན། དཔེར་ན་ལྷིང་འཇགས་ཆོས་སོགས་མ་གཏོགས། སེམས་སྒྲ་དགའ་གསུང་ནང་ལ་དཔེར་ན་རྙོག་དྲ་ཡོང་མི་སྲིད་པའི་མར་དང། དེ་འདྲ་བྱས་ནས་ཤི་མེད་ཅུང་ཙམ་མ་ཉེས་ཁ་ཡོད་བྱས་བསྡད་འོས་ན། ད་དེ་ཚོ་ཚང་མ་གི་སིད་ལྟར་བྱུང་པའི་དབང་དུ་བྱས་པས་ན་སུས་བཟོས་པ་རེད། བཟོ་མཁན་དེ་སུ་རེད། དེ་སོང་དེ་དངོས་གནས་བྱས་ནས་དེ་ལས་ཉེས་པ་དང་གོ་རོགས་དག་ཟེར་ཉེན་བརྡ་དང་ནི་བཞག་ཡ་མ་རེད་བ།

དེར་མཚོན་ན་ང་ཚོས་བོད་རིགས་སྤུན་ཟླ་དག་མང་ཆེ་བས་ཡིག་ཆའི་སྐོར་ཁོག་རྣམ་པ་ལས་ཡིག་ཆའི་ནང་གི་ཡུན་པའི་རྒྱུ་མཚན་གྱིས། མཇལ་དར་དཀར་པོ་ཕུལ་རྒྱུ་ཁ་གསལ་བྱུང་སོང། ཁྱེད་རྣམས་དགྲ་ལ་ཕེབས་པའི་སྐབས་སུ་ཕེབས་བསུ་དཔེ་ལེགས་ཞུ་རྒྱུ་ཁ་གསལ་འདུག་དེ་ཚོ་ཙམ་ཨ་གོ་གོ་རེ་ད། བཀྲ་ཤིས་རྒྱ་མཚོ་ལགས་ངས་ཁྱོད་རང། ལོ། མི་ངན་ཁྱོད་རང་ཞིག་མིན་ཁྱི་འདྲ་ཞིག་དཔེར་ན་ཟུག་སུག་མ་ཟུག་མ་ཟུག་གས་ཡོད་མར་ད། ཁྱོད་རང་དེ་ལ་གྲུབ་འབྲས་གང་ཡང་ཐོན་གི་མ་རེད་ཟེར་གི་ལ་ཡེ་ད། ཨོ་དེ་ལ་ཡེ་ཕྱིར་དེ་བས་ང།

འཕགས་པའི་དགེ་འདུན་དང། ཁེ་འདུན་འདུས་པ་རྒྱ་མཚོས་དེ་ཚོར་ཕན་ཚུན་བོས་ན་ཐུགས་མཐུན་ཁྲིམས་གཙང་ཡོང་ཡང། ཁོང་རྣམ་པ་ལུགས་ཁོང་རྣམ་པའི་རྒྱུད་ནས་ཀྱང་ང་ཚོ་སྐལ་བའི་ཞིང་གི་རྣམ་པ་གཉིས་ལ་བློ་གཏད་ཡིད་ཆེས་ཆེ་རུ་འགྲོ་ཡག་གི་ཆེད་དུ། ད་ལྟ་བར་དུ་སྐྱབས་མགོན་རིན་པོ་ཆེ་ལ་འཚེ་མེད་ཞུས་མེད། མ་འོངས་པ་ཡིན་ན་ཕྱིན་ཆད་སྲོག་ལ་ཐུག་ཀྱང་སྐྱབས་མགོན་རིན་པོ་ཆེ་ལ་འཚེ་མེད་ཞུ་གི་མེད། དེ་ཁོང་རྣམ་པ་གཉིས་གསུང་དགོས་ཡ་དེ་འགྱོད་བཤགས་བྱེད་པ་མ་རེད་ད། ཨ་ཁུ་ཟ། བཀྲ་ཤིས་རྒྱ་མཚོས་ཁྱོད་ལ་ཨ་ཁོ་ན་འགྱོད་བཤགས་བྱེད་ལ། འགྱོད་བཤགས་བྱེད་པ་མ་རེད་ད།